དཔེར་ན་ཆ་བྱས་ན། དུ་ཟེར་བྱ། ད་ཅིག་ཁྱོན་ཡོངས་ནས་ཁྱོན་ཡོངས་ནས་ད་རེས་འོས་ཤོག་ལ་མཉམ་ཞུགས་གནང་མཁན་དེ་མི་བདུན་ཁྲི་གོ་དོན་དྲུག་བརྒྱ་དགུ་བཅུ་གོ་བདུན་རེད་དོ། ཡིན་ནའི་དེའི་ནང་ལོ་ནས་རྒྱ་གར་སོགས་རྒྱ་གར་དང་དེའི་གཡས་གཡོན་ནས་མི་ལྔ་ཁྲི་ལྔ་སྟོང་དྲུག་བརྒྱ་བརྒྱ་བཅུ། བརྒྱ་གསུམ་བཅས། ད་དེ་ནས་ད་ཕྱི་རྒྱལ་ད་ཨ་རི་ཀན་ད་ཡུ་རོབ། ཨ་ནི་ཡ་ད་ཉེ་ཁོང་ད་ཐའི་ཝན་གོ་བ་ག་གོ་བ་གོ་བ་ཡོད་པ་དེ་གི་ཚང་མ་ལ་ཡག་བསྡོམས་བརྒྱད། མི་ཉིས་ཁྲི་བཞི་སྟོང་བརྒྱ་མེད་བཅུ་བཞི། འདི་མི་ཞུ་མི་འདུག། ད་བཙན་བྱོལ་གྱི་ནག་ལོ་ལ་ཡོངས་གྲགས་ཐོག་ནས་བཤད་ཡོད་འདུག་ཚན་པ་མི་བརྒྱ་ཆ་ལྔ་བཅུ་ལྷག་ལྷག་ཅིག་ནི་ཕྱི་རྒྱལ་ཡུལ་ཁག་ལ་ཡང་གནས་སྡོད་བྱེད་ཀྱི་འདུག་ཟེར་བྱས་འཁོད་དེ་ར་སུའང་གསུང་གི་འདུག་བ་ད་བརྒྱ་ཆ་ལྔ་བཅུ་ལྷག་ལྷག་ཆགས་འགྲོ་འདུག་ཟེར་བྱས། ཡིན་ནའི་བརྒྱ་ཆ་ལྔ་བཅུ་ལྷག་ལྷག་ཟེར་བའི་ནས་ལས་ད་རེས་འོས་ཤོག་གི་ནག་ལོ་ལ་ཡང་འོས་ཤོག་བླུག་ཉེན་རང་སྟེ་མི་ཁྲི་གཉིས་དང་ཞེ་སྟོང་བརྒྱ་མེད་བཅུ་བཞི་མ་སོགས་བྱུང་མི་འདུག་བྱས་ཙང་འདི། དེས་ཚེ་སློབ་བམ་རེ་བཞག། ད་ང་རང་ཚོས་ག་རེ་བྱེད་ཀྱི་ཡོད་རེད་ཟེར་ན་དོན་ངོ་མའི་ཐོག་ནས་དཔལ་འབྱོར་གྱི་གནས་སྟངས་ཐོག་ནས་བཤད་ཀྱི་ཡོད་རེད་པཱ། འོས་ཤོག་བླུ་ཡག་ལ་ཡག། ཨོང་ད་སྐད་འཕྲིན་ཁ་ན་ལོ་ལ་ཡག་པད་ད། པག་པག་པག་པག་བཤད་ཉན་ད་པད་ཁང་དེ་ཡོད་རེད་ད་ཁྱོད་གིས། པད་ཐབས་བརྒྱ་དང་བཅུས་སྟོང་ཐབས་བརྒྱད་བཅུས་སྟོང་དོན་གཉེར་གྱི་ཁང་དེ་ཡོད་རེད་བཤད་ཉན་མང་པོ་བྱེད་དགོས་འདུག་དོན་ངོ་མའི་ཐོག་ལ་ཡ། བཙན་བྱོལ་བོད་མིའི་གི། བཀྲ་རིན་པོས་དགོངས་དོན་གཞིར་བཟུང་བྱས་རྗེས་ང་རང་ཚོས་རང་བཙན་བཅའ་དངུལ་ལག་དེབ་འདི་ཕུལ་ཉེན་ཧ་ཅང་ཉུང་ཉུང་རེད་བྱས་ཙང་འདི་ཕུལ་ཐུབ་ན་རུ་ཇི་བྱས་སྐྱབས་འཇུག་ཞུ་དགོས་ཡོད། དེ་གཅིག་བྱས། དེ་དེ་ལ་ཡང་ད་རིང་སླར་ཡང་དབུས་འོས་བསྡུ་ལྷན་ཁང་ངོས་ནས་ཁ་སང་སྔོན་ལ་ཚེ་རག་ཞུས་པ་གཞིར་བཟུང་བྱས་རྗེས་ཡང་འོས་བསྡུའི་དེབ་སྐྱེལ་བྱེད་ཡ་མ་བྱུང་པ་དང་ཡང་ལོ་ཁ་ཤས་དངུལ་བུད་ཆེ་བབ་ཆད་བསྡད་པ་དེ་འདྲ་ཡོད་རེད་བ། ལྷན་རྒྱས་རྣམ་པ་ཚོའི་ངོས་ནས་ཡར་ཕུད་ཆེད་ལས་རིགས་མཉམ་ཞུགས་གནང་ཡག་ཡོད་གུ། གནང་བློ་ཡོད་ན། ཨང་དགོས་སྐབས་དེ་ཉིས་སྟོང་ཉི་ཤུ་ལོའི་གི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་ནས་བཅས་ཚེས་ཉི་ཤུ་རྩ་བརྒྱད་བར་ལ་ཡང་ཉིན་གྲངས་ལྔའི་རིང་ལ་ཡར་ཨ་ནི་ཡར་གོ་སྐབས་ཞིག་གནང་གི་འདུག་བ། གོ་སྐབས་དེ་གནང་ཡོད་འདུག་བ། འདི་ལ་ཡིན་གཅིག་མཉམ་ཞུགས་གནང་ཐུབ་འདུག་བྱོས་ཡིན། འདི་ལ་མཉམ་ཞུགས་གནང་པའི་ཡིན་ན།

ང་རང་ཚོ་དངོས་གནས་འབད་བརྩོན་བྱེད་དགོས་འདུག་ཨ་ནི་གཅིག་རྒྱ་གར་དང་རྒྱ་གར་གཡས་གཡོན་དུ་ཡོད་པའི་བོད་མི་རྣམས་པ་ཚོ་དངོས་གནས་དྲང་གནས་ཀྱི་རང་བཙན་སོ་སོའི་ས་བབ་ལ་བྱེད་པའི་དཔྱ་དངུལ་ཕུལ་བསྡད་ཀྱི་ཡོད་རེད་བ། ཁོ་ན་རྣམས་པ་ཚོས་འོས་ཤོག་ལུགས་གཉིས་གྲངས་འབོར་ཚིག་དང་ལྔ་ཁྲི་ལྔ་སྟོང། ལྔ་ཁྲི་ལྔ་སྟོང་ག་ཚད་དོ། ལྔ་ཁྲི་ལྔ་སྟོང་དྲུག་བརྒྱ་བརྒྱད་ཅུ་གྱ་གསུམ་ཡོད་རེད། ང་ཚོ་མགོ། ཨ་རི་དང་ཁ་ན་ཏྲ་ཡོ་རོབ་ཁྱོན་གཞུང་རྡུལ་མ་སྡོམ་གཡས་གཡོན་གྱི་ཕྱི་རྒྱལ་ཡུལ་གྲུ་ཁག་ཚང་མ་སྡོམ་ཡོད་ནི་ལས་མི་ཉིས་ཁྲི་བཞི་སྟོང། རྒྱ་མི་བཅུ་བཞི་མི་ཤོག་བྱུང་ཡོད་མ་རེད། བྱས་ཙང། འདི་ལས་ང་ཚོ་དགོངས་པ་བཞེས་དགོས་དོགས་ཞུ་ཡ་ཡིན། ད་ང་ཚོ་མི་མི་རེ་ངོ་རེ་ངོས་ནས་ལེགས་སྐྱེས་བསྐྲུན་དགོས་མི་མི་རེ་ངོ་རེ་ངོས་ནས་ང་ཚོའི་གཞུང་འདི་ང་ཚོའི་གཞུང་ཡ་འཛིན་བྱེད་ཆེད་ང་ཚོའི་ངོས་ནས་འདི་ལ་འབད་པ་བྱེད་དགོས་རེད།

ཁ་ཤ་ཁ་ཤས་ད་དྲན་པ་བྱས་པ་ཟིན་ནས་མི་འདུག་བུ་ཡང་མ་འཇོམས་ཟིན་ནས་མི་འདུག་མ་འབུད་ཟིན་ནས་མི་འདུག་དུས་ཆགས་ལོ་ང་དྲུག་བདུན་བརྒྱད་དགུ་དུས་ཆགས་ཡོད་དོན་བརྩོན་པ་ཡང་དེ་མང་པོ་རེ་བ་ཆགས་ཡོང་གོ་རེ་བ། ད་དེ་མང་པོ་རེ་ཆགས་དུས་བརྩོན་པ་ཅག་ཡོད་རོགས་དང་འགྲོ་ལོ་དེ་ཚོས་མང་པོ་རེ་སྤྲད་གོ་དུས་སྤྲད་གོ་ཡང་ཆགས་དུས་ཆགས་ཡོད་དོན་བརྩོན་པ་ལ་དཀའ་ངལ་ཆེ་ཡོང་བསྡད་གོ་རེ། ད་དཀའ་ངལ་དེ།

མི་མང་དཀྱུས་མས་ཕུལ་བའི་དཔྱ་དངུལ་ལས་མང་བ་གཅིག་ང་རྒྱལ་དངོས་ནས་ཕུལ་བསྡད་ཡོད་རེད། ང་ཚོ་ཕུལ་གྱི་ཡོད་རེད་རྒྱ་གར་སྡེ་བའི་སྐབས་རེད། ད་ལྟའི་ཡུ་རོབ་དུ་ཕྱི་རྒྱལ་ཁག་ཏུ་ཡོད་པའི་བོད་རིགས་མི་མང་སྤྱི་ཕལ་གྱི་སྤྱི་མང་གིས་ཕུལ་ཡག་འདི་ལས་མང་བ་གཅིག་ང་ཚོ་རྒྱལ་དངོས་ནས་གཙུག་ཆེ་ཞུང་ཡག་ཆེ་དཔྱ་ཁྲལ་ཕུལ་བསྡད་ཡོད་རེད། ཨ་ནི་རྦ་རྗམ་འདུག་བྱས་ད་སླེབས་པའི་རྗེས་ལས་ད་ལོ་གཉིས།

མི་ཁ་ཤས་ཁ་ཤས་ཀྱིས་ནི་བཙན་བརྩི་ལྡན་བྱེད་དེ་སྐྱེལ་བཞག་ཡོད་རེད་ཁ་ཤས་ཁ་ཤས་ཅིག་གིས་ནི་ཟ་ཁང་གྲོས་ལྡན་བྱེད་དེ་སྐྱེལ་བཞག་ཡོད་རེད། བྱས་ཙང་འདི་དགོང་མོ་བདུན་ཅུ་ཆེན་པོ་འགལ་མ་རེད། ད་ང་རང་ཚོའི་རྒྱལ་ཁབ་དང་ང་རང་ཚོའི་གཞུང་ལ་ཡང་ང་རང་ཚོས་བསམ་བློ་བཏང་དགོས་དུས་ཚོད་འབའ་དེ་དཔེ་མི་ཚིག་གི་གནད་འགག་ཆེན་པོ་ཞིག་རེད་ཤག་བྱས་ཙང་ལྷན་རྒྱས་ཚོས་དགོངས་པ་བཞེས་རྗེས་ཕུལ་རོགས་ཅེས་ཞུ་ཡས་ཡིན། ད་སོ་སོའི་སྒེར་གྱི་ངོས་ནས་དེ་ལ་ལེགས་སྐྱེས་ག་རེ་ཕུལ་དགོས་འདུག་ཟེར་འདོད་འདུག་མ་སྒེར་གྱི་ངོས་ནས་ལེགས་སྐྱེས་ཕུལ་ཡས་ད་ངའི་ངོས་ནས་བསམ་འདོད་བརྩོན་པ་ཕྱི་རྒྱལ་ཡུལ་གྲུ་ཁག་ལ་བསྡད་ཉེ་ཚོ། ད་དེ་རྒྱ་གར་ལོག་སྲོལ་རེད། ལྕགས་ཕོ་བའི་ནལ་ཡ་ཆུ་བཏུང་ཡས་དེ། རྒྱ་གར་ལ་ཡང་ལོ་ཉི་ཤུ་ཟད་འདུག་པ་སྒོམ་བསྡད་འདུག་བ། འདི་ཡིན། ཕྱི་རྒྱལ་ཡུལ་གྲུ་ཁག་ལ་བསྡད་ཉེ་ང་ཚོ་མང་པོ་ཞེ་བོ་ཆེ་གེ་གར་གྱི་བོར་སོང་ནས།

ཕལ་ཆེར་ཡུ་རོབ་ཁྱོན་ཡོངས་ལ་འདི་འདྲས་བྱེད་རན་གྱི་རེད་བསམ་གི་འདུག་ད་ནང་བཞིན་གྱི་ཨ་རི་ཁན་ཏྲ་ལས་འདི་འདྲས་བྱེད་རན་བསམ་གི་འདུག་ང་རང་ཚོའི་བསམ་བློ་བཏང་འོག་ཏུ་ཡུལ་མི་འདི་ཚོའི་རྙིང་པ་འདི་ཚོའི་གི་དེའི་ཡོན་ཀྱོག་མི་རྙིང་པ་འདི་ཚོ་མི་རྒན་པ་འདི་ཚོའི་བསམ་བློ་གར་ཐོབ་འདུག་ཁོང་ཚོས་གར་བྱེད་འདུག་ཟེར་ན། མི་ཚང་མ་མཉམ་རྡོ་རྗེ་བྱས་ཉོ་གི་འདུག་མཉམ་རྡོ་རྗེ་བྱས། མཉམ་རྡོ་རྗེ་ཉོས་བས་འདོད་ཚོད་པ་ལ་ཡ། ད། གློག་གི་བཟོ་གྲྭ། གློག་གི་བཟོ་གྲྭ། གློག་གློག་གློག་དང་གས་སུ་སྟོད་ཉལ་བྱོས་པ་དེའི་མ་ཅིག་བཏོན་ཡོང། ཨ་དེ་ནས་དེའི་དཀྱིལ་དེ་ལ་ཡང་ཡང་ཚོང་པ་ཞིག་བཏོན་ཡོང་གི་འདུག་ཆེན་པོ་ཅིག་ཁོས་ཉོས། ཡང་ཁོ་བརྒྱུད་རྗེས་ཡང་གཞན་པ་ཆུན་ཆུན་ཆུན་ཆུན་ཡར་ཙོང་ཨ་དེ་ཚོ་བརྒྱུད་རྗེས་ང་ཚོ་སླེབས་ཀྱི་འདུག་བ། ད། དེའི་དཀྱིལ་གྱི་སྦར་གྱི་མིག་གི་ཟ་ཡ་བྱོས་པ་སྦར་གྱི་ཚོང་པས་ཟ་ཡ་བྱོས་པ་དེའི་ཁེ་ཕན་ཅིག་ད་དེ་སྤྲད་མ་གོ་ཡ་ལི་ཡ་ཚང་མ་མཉམ་རུབ་བྱོས་རྗེས་ཉོས་ཡ་འདུག། མཚམས་རོ་སྙེམས་རོ་བྱེད་ད་ང་ཚོ་བོད་པའི་གནའ་ལུགས་འདུག་ད་དེ་འདྲ་ཉོན་ཉེ་འདུག་ཡིན་ནའི། ད་ངས་ངས་ཞུ་ཡ་ལ་ཡ་ཁོ་ཚོས་སེམས་བཞིན་དུ་གནག་པོ་བྱེད་ཅིག་མི་གཞན་པའི་ང་རང་ཚོ་བོད་པོ་ནང་ལོག་ཧ་མ་གོ་བྱེད་ཉག་དེ་བ་དེ་རེད་མ་རེད། སོ་སོས་ཉོན་ཡོད་རེད་ཡིན་ནའི་མི་ལ་ལབ་ལབ་ག་དུས་དུས་པ་ལབ་བདེ་པོ་མེད་པ་ད་ཡང་ཅི། ཕར་ཚོ་འབྲེལ་བ་བྱུང་མ་ཐུབ་ནས་དེ་འདྲའི་དགའ་ངལ་བྱེད་ནས་ལྷག་བསྡད་འགྱོ་ཆེ་རེད།

ཟླ་བ་གཅིག་ལ་ཡང་སྒོམ་ཉི་ཤུ་བཙལ་སྒོམ་ཉི་ཤུ་ནས་སུམ་ཅུའི་བར་ཁྱད་པར་འགྲོ་འདུག་མ་ཆུང་འགྲོ་འདུག་ཅེས་པ། ཆུང་འགྲོ་བས་ན། ད་སྒོམ་ཉི་ཤུ་ཐམ་པ་ནས་ཉི་ཤུ་བཙལ་སྔ་སོས་ཟླ་བ་ཉི་ཤུ་ཐམ་པ་ནས་སུམ་ཅུ་སོས་ཟླ་བ་སྒོམ་ཉི་ཤུ་བཙལ་སྔ་ལ་ཆ་བཞག་པས་ན་ལོ་བརྒྱ་ལ་ཟླ་བ་བཅུ་གཉིས་རེད་འདུག་སྒོར་མོ་སུམ་བརྒྱ་ཙམ་ཉུང་འགྲོ་གི་ཡོད་རེད། འདི་ཉུང་འགྲོ་དུས་སོ་སོའི་ངོས་ནས་བལྟས་པ་གོ་ཡ་ཉུང་འགྲོ་གི་རེད་བྱས་ཙང་འདིའི་ཚོད་དུ་ང་རང་ཚོའི་གི་རང་བཙན་ལ་བསྡད་གང་ལ་བེད་སྤྱོད་བསྡད་ནས་ང་ཚོའི་འོས་ཤོག་ལུས་ཡ་བེད་བརྩོན་བྱས་གོ་ཐུག་ཤོག་ཡིན་ད་འདི་ས་གནས་ཚང་མ་ལ་ཡོད་རེད་དཔེར་ན་ཆ་བཞག་ན།

ཅེས་བྱ་ཤ་ཟེར་ནས་མི་འདོད་སོ་སོའི་གི་ལས་འགན་བསྒྲུབ་གི་ཡོད་རེད་ཞོའི་ཡིན་ཚོ་ཞིག་སྲིད་འདུག་གྲོན་ཆུང་གནང་རྗེས་མ་རང་བཙན་ལ་དེ་རྒྱག་རོགས་བྱེད་ཞེས་ཞོའི་ཡིན་ཨ་ཟླ་རེའི་གོ་སྐབས་གནང་འདུག་བ་འོས་ཤོས་རྒྱ་ཡག་གི་ཕྱི་འདི་བཅུ་གཉིས་པའི་ཚེས་ཉིས་བརྩེགས་གསུམ་ནས་ཉིས་བརྩ་བརྒྱད་བར་ཡང་འདིའི་ནང་མཉམ་ཞུགས་གནང་རོགས་བྱེད་ཞོའི་ཡིན་ཚོ་ཞིག་ཆེ།